གཉགས་ཀྱི་སྣོད་ཀྱི་ཅེས་བཤད། དུ་ལྡན་ཕུན་ཚོགས་བཤད་དེ་འདྲི་གསུང་སེ་མ་འདྲི་གསུང་སེ་རེད་པ་དེ་བཤད་བསྡད་ཀྱི་འདུག་མ་གི་ད་ལྟ་དེ་བཤད་དོན་གྱི་ཚོང་དམག་དེ། ཚོང་དམག་ལས་ལོ་རྒྱུས་ཀྱི་རིག་གནས་རྩ་བ་ཉིད་ནས་ཡོད་བ་མ་རེད། བཤད་མཁན་གྱི་བླ་མ་གྲྭ་པ་འདྲ་པོ་དེ་ཚོ། ཆོས་ལུགས་ཀྱི་སྐོར་ལ་དཔའ་ཟབ་སྤུ་ཟབ་ཀྱི་མ་གཏོགས་གདེང་ཟབ་པོ་མི་ཤེས་པ། བོད་ཀྱི་ལོ་རྒྱུས་ཀྱི་སྐོར་ལ་དེ་ལས་ཀྱང་མི་ཤེས་པ་རྐྱང་རྐྱང་རེད་དངོས་གནས།

མཐའ་དང་བྲལ་བ་དབུ་མ་ཆེན་པོ་ཡིན། འདི་ནི་ཀུན་ཏུ་རྫོགས་ཆེན་ཞེས་ཀྱང་བྱ་ཅི་ཤེས་ཀུན་འདས་རྟོགས་པའི་གདེང་ཐོབ་ཤོས། ཧ་ཅང་གི་ཉམས་ལེན་ཞིག་འདི་བོ་སེམས་ལ་ཕན་པོ། ནང་པ་གི་ཆོས་དང་འབྲེལ་བ་བྱས་ནས་ཀྱི་ཉམས་ལེན་བྱས་ན་ཞིབ་བསྡུས་པ། དེ་འདྲ་གི། ཐུན་མོང་མ་ཡིན་པ་གི་ཁྱད་ཆོས་ལྡན་པའི་གི་ཆོས་ལུགས་རྣམ་པར་དག་པ་གྱི་རེད། རྫོགས་ཆེན་ལ་ངེས་འཛིན་ཡིན།

བློ་བསྐྱེད་ཀྱི་ལྗགས་ལུས་ཟུར་བསྙལ། ད་དེའི་ཚེལ་ངལ་གཙོ་ཆེ་བ་ལོ་རྒྱུས་ལ་ཞིབ་འཇུག་བྱས་བསྡད་པ་ཅིག་རེད་ཟེར་ཡ་དེ་ཡིན། དེ་ཕྱིར་དུ་དེ་རིང་ངས་རྫུ་བག་ཆེན་པོའི་སྐོར་གྱི་ལྟ་བ་དང་ལོ་རྒྱུས་འདི་ངིན་གྱི་ལྟ་བ་མིན། ལྟ་བ་ཟེར་ན་རང་ལུགས་སོ་སོ་ལ་ཡས་ཆོག་གི་ཡོད་རེད། འདི་ངས་མི་ཚེ་གཅིག་ལ་ལོ་རྒྱུས་ལ་ཞིབ་འཇུག་བྱས་པའི་གི་འབྲས་བུ་ཡིན་ཟེར་ཏེ། འོ་འདི་ལོ་རྒྱུས་ཀྱི་བདེན་དཔང་ཡིན་མ་གཏོགས་ངས་བལྟ་བ་མེད། རྫོགས་པ་ཆེན་པོ་ཟེར་ཡ་དེ་མཐའ་གཏུགས་ནས་བཤད་ན་བོད་རང་གི་རིག་གནས་ཀྱི་ཡིན་པ་ལས་རྒྱ་གར་གྱི་ཆོས་དང་རིག་གནས་དང་འབྲེལ་བ་རྩ་བ་ནས་མེད་པ་ཅིག་རེད་ཤག་ཟེར་ཡ་དེ། ལྟ་བ་གི་སྒང་ནས་བཤད་ན། རྒྱ་གར་གྱི།

དེ་ག་ནང་བཞིན་གྱི་ང་ཚོས་དུས་གཅིག་གི་སི་ཏི་ཁྱེད་ཀྱི་མཇུག་ནས་ཀྱི་བར་དུ། བོད་ཀྱི་ལོ་ཙཱ་བ་མཁས་པ་ཆེན་པོ་དེ་ཚོ་གིས་རྒྱ་གར་གྱི་ཡིག་ཚང་ནང་ལ་རྫོགས་པ་ཆེན་པོ་ཞེས་པའི་གི་ཚིག་དེ་རྩ་བ་ནས་རྙེད་ཡོད་བ་མ་རེད། དཔེར་ན་ཤཱཀྱ་ཆེན་པོ།

དེ་རྒྱུ་མཚན་དེ་རེད། གཉིས་པ་ལ། ང་ཚོའི་བོད་ཀྱི་ལོ་རྒྱུས་ཡིག་ཚང་རྣམ་པ་དག་པ་དེ་ཚོ་གི་ནང་ལ། སྦ་བཞེད། འབེ་རུ་འགྲམ་པ་ཆེན་པོ་དེ་ཚོ་ཁྱེད་ཚོ་ཡག་པོ་ཅིག་བལྟ་རོགས་གྱིས། དེང་སང་ཀླ་ཀློ་གྲྭ་ཀློ་དེ་ཚོ་གི་ཧམ་པ་ཅུང་ཅུང་བཤད་ནས་མ་གཏོགས་དཔེ་ཆ་བལྟ་གི་ཡོད་མ་རེད།

ག་རེ་ཁོད་ཡིས་རྫོགས་པ་ཆེན་པོ་ཁོད་ཡིས། ད་ཁྲི་སྲོང་ལྡེ་བཙན་ལས་སྐུ་ཁྱེད་ཀྱིས་བཤད་གི་ཡིན་ཟེར་ལས་ལགས་ནས་ཨ་ནི་ཉི་མ་ཁ་ཁད་ཀྱི་ག་ཟེར་ལབ་པ་ཡིན་ན་དེ་ཧ་གོ། ཨ་ནི་བོད་ཀྱི་བློན་པོ་དེ་ཚོ་གིས་འབེ་ར་བཙག་ན་ཁྱད་པ་ཅི་ལས་རྒྱ་མོ་ཚ་བ་རུང་མི་བེད་ག་བ་རེད་འདུག་བ། འོ་ད་ལྟས་ཀྱི་རྫོགས་པ་ཆེན་པོ་དེ་རྒྱ་གར་གི་མ་ཡིན་པ་བོན་པོ་གི་ཡིན་པ།

བོད་མི་མང་ལ་ཡན་ཏན་མེད་པའི་རྒྱུ་མཚན་གྱིས་བཅའ་པ་ས་གཅིག་མཐུན་ཡག་ཅིག་བཟོས་ཡོད་རེད། ད་དུང་དེང་སང་ལ་ཡང་དུས་ར་རྒྱལ་གྱི་རྩ་ཆེ་པ་གི་ནང་སླེབས་ན་ཡང་ད་རང་གཅིག་དང་བཅའ་པ་ནང་གི་ཕ་གཅིག་ཁག་གཅིག་ཡོད་པ་འདྲ། ཁྱེད་ཚོ་འདི་ང་ཚོའི་ཧ་ཅང་གི་བླུན་པོ་སྐུད་པ་བཟའ་རུ་བཟོ་མཁན་དེ། ཆོས་ལུགས་ཀྱི་རིག་གནས་དེ་དྲིལ་བསྒྲགས་བྱེད་ཆེད། བྲན་གཡོག་གི་བསམ་བློ་དེ་དྲིལ་བསྒྲགས་བྱེད་ཆེད་ལྷོ་ཕྱོགས་སྤྲད་ཆེ་ན་ང་ཚོ་འདི་འདྲ་གི་སྐྱོ་བོ་ཅིག་བྱུང་བ་རེད་ཟེར་དེ་ཡིན། དེ་འདྲ་བྱེད་དུས་རྫོ་པ་ཆེན་པོ་གི་ཆེད་དེ་འོ། འབྲི་གུའི་པང་ཙེ་དོ། འགའི་གུས་པ་ལྷ་རྩེ། ཨ་ནི་ང་ཚོ་ལྷ་བླ་མ་ཡེ་ཤེས་ཡིས་ཁོ་ཚོ་གསུམ་པ་ནག་ཞིང་ལས།

རྫོགས་པ་ཆེན་པོ་བོད་ཀྱི་ཆོས་བོད་ཀྱི་རྒྱང་ལས་བྱེད་བོད་ཀྱི་སློབ་སྦྱོང་བྱེད། ཨ་ནི་སེམས་ལ་ཕན་ལུས་ལ་ཕན་ན་འདི་ལྟ་གི་འདུག་བ། རྫོགས་པ་ཆེན་པོ་རྒྱ་གར་གྱི་རིག་གཞུང་དང་འབྲེལ་བ་མེད་པ་རྒྱ་གར་གྱི་ཆོས་དང་འབྲེལ་བ་མེད་པ་རྒྱ་གར་གྱི་ལོ་རྒྱུས་དང་འབྲེལ་བ་མེད་པ་དེ་ས་ཐོག་ཁྱེད་ཀྱི་ལག་པར་ཡོད། ད་ལྟ་གི་བར་དུ་རྒྱ་གར་ལ་ད་རུང་རྫོགས་པ་ཆེན་པོ་ཟེར་ཡག་གི་ཐ་སྙད་དེ་རྙེད་གི་ཡོད་བ་མ་རེད་རྙེད་ན་ད་ལྟ་ཁྱེད་ཚོ་རྙིང་མ་གི་བླ་མ་མང་པོ་རྒྱ་གར་ལ་བསྡད་འདུག་བ།

ཨ་ནི་སེམས་ལ་ཕན་པ། མྱང་ལས་བྱེད་སླ་བ། ཚད་དང་ལྡན་པ་སྐད་ཡོད་ས་མ་རེད། ཡིན་ན་ཡང་དེ་རྒྱ་གར་གྱི་ཆེད་མ་རེད་བོད་རང་གི་ཆེད་རེད་ཟེར་ཡ་དེ་ངས་ས་ཐོག་རྒྱག་ག་ཡོད། དེ་ཉིན་མ་ནས་མ་ཚེ་ངས་ལ་ག་ཡོད། དེ་ལྕགས་ཚོན་ལ་ཡོང་དུས་དཔེ་དང་རྒྱ་གར་ལ་ཡང། རྫོད་པ་གཅིག་མ་མེད་པའི་རྒྱུ་མཚན་ག་ཅིག་གིས་དཀྲིས་ཏེ། རྒྱ་གར་སྐད་གྲགས་ཆེ་ཤོས་དེ་རྒྱ་གར་གྲུ་ཆེན་རྒྱ་ཆེ་ཙག་གི་རེད། གྲུ་ཆེན་རྒྱ་ཆེ་ཙག་གི་གི་སྣང་ཐ་དེ་བསྟན་འགྱུར་ནང་ལ་ཡོད་པ་རེད་ཡག་པོ་གྱིས་གཟིགས་དང་རྫོད་པ་ཆེན་པོ་ཉང་ལེ་ཞེན་གེ་གི་གྲུ་ཆེན་སྐྱིད་འོད་མི་འདུག་བ་ཚང་མ་འཇིགས་བྱེད། སྐྱེ་རྡོ། མ་ཧ་མ་ཡ།

ཕྱིར་རྗོད་བྱེད་མཁན་གྱི་སྐྱོན་ཡོད་ས་རེད། འོ་དེ་འདྲ་རྗོད་བྱེད་མཁན་དེ་ཚོ་གི་ནང་ལས་རྫོབ་པ་ཆེན་པོ་ཉང་ལས་ཤིང་གི་རྒྱ་གར་ལས་ཡོད་ཟེར་ཡ་ཡོད་ན་མ་གཏོགས་ལས་རྒྱ་གར་གྲུ་ཆེན་བརྒྱ་བཅུ་རྩ་བརྒྱད་གི་ནང་ལས་ཡོད་མ་རེད་ཀུ་ཀུ་རི་པ་གཅིག་མ་གཏོགས་གཉིས་ཡོད་མ་རེད། རྒྱ་དངོས་པ་གི་དེ་འདྲ་གི་གསུངས་ཡོད་ས་རེད་ཀུ་ཀུ་རི་པ་ཕྱི་མ་ཟེར་ཡ་གྱི་ཨ་ཀ་ཀ་ཡོད་ནི་མི་གི་རྒྱ་གར་བསྟན་བྱའི་ནང་ལ་ནི་མི་འདུག་བ། ད་རྗེས་མ་ཡང་ཨ་ནི།

བྱས་ཙང་ང་ཚོ་མདོར་བསྡུས་ནས་བཤད་ན་རྫོགས་པ་ཆེན་པོ་ནི་ཕྱི་ནང་དག་རེད། བོད་ཀྱི་ཆོས་རེད། རྒྱ་གར་གྱི་སངས་རྒྱས་ཆོས་ལུགས་དང་འབྲེལ་བ་མེད་པའི་གི་ལྟ་བ་རྣམ་པར་དག་པ། ཆོས་ཡག་པོ་ཞིག་རེད་ཟེར་ཡ་དེ་ཡིན་དྲགས་ཤིག་བདེ་ལེགས།